ཨེ་ནས་ས་གནས་ག་པར་ཡོད་པ་ཡིན་ནའི་ང་རང་ཚོ་སྤྱི་པའི་སྒྲིག་འཛུགས་རུ་བྱས་ཡོད་འདོད་པ་འདིའི་སྐོར་གནད་འགག་ཆེན་པོ་རེད་ཤག་ཡང་གཅིག་སེམས་ཤུགས་དང་འདི་ཡོ་ནས་པའི་ཁ་འཐོར་བྱས་འདུག་བསྡད་པ་ཡིན་ནའི་ཡང་ཁོ་འདྲ་བ་དེ་ཉུང་དྲགས་ཁ་འཐོར་བསྡད་པ་ཡིན་ནའང་རིམ་པས་རིམ་པས་ཀྱིས་གཅིག་པ་སྤྱི་ཚོགས་ཆེ་ས་ཁོ་ནང་ལོག་སེམས་འགྲོ་ཡག་སོར་བྱས་ས་དེ་འདྲའི་ཡིན་དུས་ཁོ་སྒྲིག་འཛུགས་རུ་བྱས་བྱས་ཨེ་ནས་དུས་དུས་ལ་རུག་རུག་བྱས་འཛོམས་བྱས་བྱས་འདིའི་སྐོར་གནད་འགག་ཆེན་པོ་གཅིག་འདུག་འདི་ཁྱེད་རང་ཚོས་སེམས་ལ་བཞག་ཨེ་ནས་དེ་ནས་ད། དངོས་གཞི་ག་འདྲི་ཞིག་རེད་ཆབ་སྲིད་ཀྱི་གནས་ཚུལ་ནང་ད་ངས་དབྱིན་ཇི་རྒྱ་ནག་འབྲེལ་བཤད་རྒྱག་དེ་འདྲི་ཅིག་རེད་སྡུག་ས་རེད་ཨེ་ད། ཨེ་ནོ་ངས་དེ་ཟླ་གཉིས་ནིའུ་ཡོག་ལ་ཡ་ཡང་བོད་པ་ཁོང་ཚོ་ཁ་ཤས་ཤིག་ཐུག་དུས་ཟེར་ནས་ངས་རྩེད་མོ་རུ་ཕྱེད་ཀ་རྩེད་མོ་ཡིན་ཕྱེད་ཀ་ངོ་ཐོག་ཡིན་ད། དེ་ན་ཁྱེད་རང་ཚོ་བོད་པའི་ནང་ལ་ཅིག་དངུལ་རུ་གཏོགས་སུ་བཟོས་བྱས་ཅིག་ཚོང་ལས་རུ་དེ་འདྲི་བྱས་ད་ཅིག་གཏོགས་སུ་ཅིག་བྱས་ནི་ཅིག་མི་ལུས་ནི་ཡ་ཆུན་ཆུན་འདྲ་དོན་ཐུག་གི་མི་འདུག་གས་ངས་འདི་ལབ་ཡིན། ཞེས་སོགས། ཁ་ཐུག་ཁ་ཐུག་ཅིག་ད་ངུས་རོ་གདངས་སུ་དུམ་དུ་གདངས་སུ་དུམ་གཡོན་ཐོག་སུ་ངུས་སྲ་བཞག་རོ་དེ་ཙམ་མེད་པར་བྱས། ཐག་ཅིག། ཐབས་ཤེས་རུ་བྱས་ནས་ཅིག་མི་ལ་དཔེ་བལྟས་བྱས། མི་སྐྱོ་བོ་དེ་འདྲས་ཅིག་འགྲོ་ལ། ག་སོག་རུ་བུ་གའི་རྒྱ་ཉིས་བརྒྱ་རུ་དེ་འདྲས་ཐོག་མའི་མ་རྩ་བྱས་ནས་དེ་འདྲས་ཀ་ལི་ཀ་ལི་ཀ་ལི་སོ་སོས་འབད་བརྩོན་བྱས་ནས། ཁྲི་ཕྲག་འབུམ་ཕྲག་བྱེ་བ་དེ་འདྲས་ཡོང་དེ་ཡོང་གི་འདུག་བ། བྱས་ཙང་ང་རང་ཚོས་དེ་འདྲས་ཀྱི་ཅིག་བསམ་སྟངས་བ་རེ་བཞག་ཅིག་ག་ཚོད་ཐུབ་ཐུབ་ཀྱིས་ད་འདང་སུ་འདུམ་སུ་བྱུང་ན་ཨེ་འདིར་འགྲིག་གི་ཡོད་ཟེར་ཏེ་མེད་པ་ཆད་ཅིག་བཏགས་ཟེར་ཡ་དངུལ་མང་ཙ་བཟོ་ཐུ་ཡ་རེད་ཅེས་ཨེ་ནས་དངུལ་ཟོས་པ་དེ་ཡང་སོ་སོ་ཟབ་རྒྱག་སྤྱོད་གསུམ་བྱ་གི་དོན་དག་མ་རེད་ཟོས་པའི་དངུལ་དེ་ཡང་ཁྱེད་རང་ཚོ་བཙན་བྱོལ་བ་ནང་ཚགས་ཆ་བྱས་ནས་ཡང་ཅིག་དཀའ་ངལ་ཡོད་སུ་ཚོགས་ཅིག་གཏོགས་གཏོགས་རོགས་བྱས་ཟོ་རོགས་ཡང་ཅིག་རྒྱ་གར་ནང་ལ་སོ་སོའི་ཕ་མ་སྤུན་རྒྱག་གི་མཚོན་པས་ཡང་སོ་སོ་སོ་སོ་ཐོག་མར་ག་ནས་ཡོང་པའི་གཞིས་ཆགས་དེ་ནང་གི་ལབ་གྲྭ་མཐུན་རྐྱེན། ཅིག་སྨན་ཁང་གི་ཐུན་གྱིས་ཡང། ས། དངུལ་དེ་ནས་ཟོས། ཡང་ཅིག་ཕི་གའི། ཅིག་བཟོ་གྲྭ་ཤུན་ཆུ་བཙུགས་ཡག་བཟོ་རོགས་དེ་འདྲེ་འདྲེ་ཡང་བྱེད་ཐུ་ནི་ཁོ་ཡག་པོ་འདུག་ག། བཟང། དངུལ་ཏོག་བཟོ་ཡ་དེ་གལ་ཆེན་པོ་འདུག། རོགས། བྱེད་ཟོ་ཨ་མི་རི་ཀ། ཏེ་བས་མ་རྩའི་རིང་ལུགས་ཀྱི་རྒྱལ་ཁབ་ཆེན་པོའི་ནང་སླེབས་ཐུ་ཡག་རེད་ཨེ་ནི་ག་ཚོད་ཐུ་ཐུག་གི་མ་རྩ་ཏོག་བཟོ་ཐུ་ན་ཡག་པོ་ཡག་རེད་ཤེས་སོང་བ་འདུག་བཟོ་ཡ།